བོད་ཀྱི་དཔེ་མཛོད་ཁང་ནས་སྤྱི་བཏང། ད་ལོ་གཅིག་ལ་ཕ་སྐད་དེབ་མང་པོ་ཞེ་བོ་གཅིག་སྟོན་གྱི་ཡོད་རེད་ཕ་སྐད་འབུམ་ཉི་ཤུ་སུམ་ཅུ་དེབ་སྟོན་གྱི་ཡོད་རེད་ད་འདྲ་མི་འདྲ་སྟོན་གྱི་ཡོད་རེད། ཡིན་ན་དེབ་དེ་བརྒྱད་ཡོངས་རྫོགས་དབྱུན་འབྱིན་བྱས་ན་དུས་ཚོད་ཞེ་བོ་གཅིག་འགྲོ་བསྡད་ཅིག་དང། དེ་འདྲ་བྱས་ནས་ཨ་ནི་གཅིག་ཐུབ་གི་མི་འདུག་ཡིན་ན་ཡང། ད་འགའ་ཤས་འགའ་ཤས་དབྱུན་འབྱིན་བྱེད་རོགས་པ་དེ། དེ་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་ཙང་དེ་དེ་རིང་གི་ང་ཚོ་གིས་དབྱུན་འབྱིན་བྱེད་ཀྱི་དེབ་དེ་བོད་རྒྱ་ཞི་མོལ་ལ་བལྟ་བ་བྱས་ཏེ། ལས་གཞི་འདི་ལ་ཆ་མཚོན་པ་ཡིན་ན། ད་ང་ཚོས་སྔོན་མ་གི་དཔེ་ཆ་རྙིང་པ་དེ་གྱི་བདག་ཉར་དང། བསྐྱར་དུ་པར་བརྒྱབ་དགོས་ཡས་ལ་སོགས་པ་དང་ད་དེ་འདྲས་མང་པོ་ཅིག་ཡོད་རེད་དེ་བར་ལམ་ཅིག་ལ་ང་ཚོས་བསམ་བློ་གར་འཁོར་རེད་ཟེར་ན། ཕྱི་རྒྱལ་མི་ལྷག་པར་དུ་ཕྱི་རྒྱལ་ཉམས་ཞིབ་པ་དང་མཁས་པ་ཚོས་གིས་ང་ཚོ་སྐོར་ལ་ག་རེ་ཤེས་ཀྱི་འདུག་བོད་དང་རྒྱ་མིའི་འབྲེལ་བ་སྐོར་ལ་ག་རེ་ཤེས་ཀྱི་འདུག་རྡོ་རྗེ་ཞི་མོལ་གྱི་འབྲེལ་བའི་སྐོར་ལ་ག་འདྲེ་ཤེས་ཀྱི་འདུག། ཨ་ནི་སྔ་མ་བོད་གཅིག་རང་དབང་ཡིན་འདི་པའི་སྐབས་ལ་ཨ་ནི་བོད་ལ་ཕྱིན་འདི་པའི་ཕྱི་རྒྱལ་མི་དུས་སུ་དུང་སོ་ག་འདྲས་ཅིག་བྱུང་ཤ་འཐུས་ཤོར་ག་འདྲས་འགྲོ་གི་ཡོད་ས་རེད་ཡག་ས་ག་འདྲས་ཅིག་ལ་ལབ་གི་འདུག་སྡུག་ས་ག་འདྲས་ཅིག་ལ་ལབ་གི་འདུག་དུས་ཚོད་སུས་བཏོན་ཡས་གད་ཆེན་པོ་རེད་ཤ་ཟེར་གྱི་བསམ་ཚུལ་ཅིག་སླེབས། གང་ཟེར་ན་མཚམས་རེ་ཡང་ང་རང་ཚོ་ང་རང་ཚོ་སྣང་བ་དག་ནི། ཅིག་ཡག་པོ་རྐྱང་རྐྱང་བཤད་དེ་བཟོ་རེ་བ་ཅིག་ནི་ད་ག་རང་འགྲིག་འདི་པའི་བཟོ་རེ་བ་ཅིག་ད་མི་སུ་ལ་ཡིན་ན་ཡོང་གི་ཅི་རེད་ང་ཚོ་ལ་དེ་འདྲས་ཅིག་ཡོང་འདོད་གི་འདུག་བ་དེ་ཅིག་ཏུ་ཕྱི་ལོག་མིའི་གིས་ལྷག་པར་དུ་ཉམས་ཞིབ་བྱེད་མཁན་ཚོས་གིས་ད་ག་རེ་མཐོང་བ་ད་ག་རང་ཅིག་ད་དེ་གཅིག་ངོ་དགའ་སྤེལ་ལེགས་འདྲ་བོ་དང་གཅིག་དོན་དག་མེད་པའི་སྐྱོན་བརྗོད་དེ་འདྲས་མ་ཡིན་པ་བྱས་ནས་ལྷག་བསམ་དྲང་པོའི་ཐོག་ནས་དང་ཉམས་ཞིབ་བྱས་བཏོན་ཤར་བ་ཡིན་ན། ཨེ་འདི་ང་ཚོས་གི་གཅིག་ལྟ་ཐུབ་ན་ཕན་ཐོག་ཡོད་ས་རེད་བསམ་པ་འདྲ་གྱིས། ཨེ་ལྷག་པར་དུ། ཉམས་ཞིབ་ཙམ་མ་ཡིན་པར་ཕྱི་རྒྱལ་གི་ད་རིག་གནས་ཚན་རིག་ཡིན་ན་རེད། ཨེ་ནི་ཕྱི་རྒྱལ་གི་ད Philosophy ལྟ་གྲུབ་ཡིན་ན་རེད་དེ་ཚོ་མང་པོ་གཅིག་བོད་སྐད་གང་ལ་ཀློག་ཡ་མེད་ཙང། དེ་ཚོ་བསྒྱུར་ཡའི་ལས་གཞི་གཅིག་གི་འགོ་བཙུགས་ན་བསམ་གྱིས་ནས་ད་ཚན་རིག་གི་ལས་གཞི་དེ་ཡག་ཐག་ཆོད་འགྲོ་བསྡད་ཡོད་རེད་དཔེ་དེབ་མང་པོ་བཏོན་ཤར་ཡོད་རེད།

ཁོས་ང་ཚོ་ནང་སོག་ཅིག་ཅིག་ལ་ཞུས་ནས་སྐྱོན་འགེལ་མི་འདུག་ང་ཚོས་ལོ་གཞོན་པ་རྣམས་ལ་དེ་འདྲས་ཀྱི་ཉམས་ཞིབ་བྱས་ནས། རེ་བ་དེབ་མང་པོ་ལྟ་ཀློག་བྱས་ནས་ཉམས་ཞིབ་བྱས་ནས་བྲིས་མཁན་དེ་དཀོན་པོ་ད་མི་འདུག་ཟེར་ན་འགྲིག་གི་ཡོད་ཀྱི་མ་རེད་ཡོད་ཀྱི་རེད་ངས་མ་མཐོང་མང་པོ་ཡོད་ཀྱི་རེད། ཡིན་ན་སྤྱི་ཡོངས་ནས་བཤད་ན། ཉུང་ཉུང་ཞེ་དྲག་མེད་དེ་ངས་བཟོ་རུ་པ་ཅིག་ཆགས་འདུག་བྱེད་ཀྱི་མེད་འདུག་ཟེར་བ་ཡིན་ན། དཔེ་དེ་བོད་པའི་གི་ད་རིག་གཞུང་ག་རེ་ཐོག་ལ་ཡིན་ན་ཉམས་ཞིབ་བྱས་ནས། ད་ང་རྡོ་རྗེའི་སྐོར་ལ་ཉམས་ཞིབ་བྱེད་གི་ཡོད་སོང་ང་དྲིལ་བུའི་སྐོར་ལ་ཉམས་ཞིབ་བྱེད་གི་ཡོད་སོང་ད་ཁ་སང་ཉེ་ཆར་གཅིག་ང་ལ་གཅིག་བཅར་འདྲི་བྱེད་མཁན་གཅིག་སླེབས་སོང་ཁོ་རང་ག་རེ་བྱེད་དགོས་ར་ཟེར་ན། རྡ་རམ་ས་ལ་ཨ་ནི་ལྟ་སྐོར་བ་ཀྲུའུ་རེ་སི་ག་ཚད་ཡོང་གི་འདུག་དེ་གི་བོད་པའི་ཆོས་དང་རིག་གཞུང་ལ་ག་ཚད་ཟིག་གནོད་གི་འདུག་ག་ཚད་དུ་ཕན་གི་འདུག་ཟེར་མཁན་རེད་བ། ཧོབ་སི་ཏན་ད་ཁོ་རང་ལ་འབྲེལ་བ་ཧ་ལམ་མེད་འདུག་གི་ཟོ་རུ། དེ་འདྲའི་གནད་འགག་ཡོད་སའི་དུས་ཚོད་ལ་ཁོང་ཚོ་ཉམས་ཞིབ་བྱེད་ཐུབ་གི་འདུག་བ། དེ་བྱས་པ་ལ་བརྟེན་ནས་ཁོ་གནས་ཚུལ་མང་པོ་ཅིག་ཁོ་རང་ཚོས་ཤེས་པ་ཙམ་མ་ཡིན་པར་ང་ཚོ་ལ་ཕན་ཐོགས་ཡོང་དུ་ཡོད་རུང་ང་ཚོ་བོད་པ་གིས་ལྷག་པར་དུ་བོད་པ་རང་དང་འབྲེལ་བསྡུས་མཁན་གྱི་གནད་འགག་ཆེ་བ་དེ་ཚོའི་སྐོར་ལ་ཉམས་ཞིབ་བྱས་ཏེ་བྱས་ཏེ་གལ་ཆེན་པོ་རེད་ཤག། དཔེར་ན་བོད་གཞུང་དང་ད། དེ་ཚོ་ལ་མཚོན་པ་ཡིན་ན། བོད་གཞུང་དང་ད་ང་ཚོ་གིས་དཔེར་ན། The Three Organs of the Tibetan Government རེད་བ་བོད་གཞུང་གི་ད་མ་ལག་གལ་ཆེ་བ་གསུམ་དེ་ཚོ་ནང་ལ་ཆ་བཞག་པ་ཡིན་ན། འདི་ཚོས་གིས། རྒྱལ་སྤྱིའི་གི་མུས་མཐུད་ནས་ང་ཚོ་རོགས་རམ་རག་ཡས་ལ་ལས་ཀ་ག་རེ་བྱེད་གི་ཡོད་རེད་ག་རེ་བྱེད་ཐུབ་ཡོད་རེད་ཉམས་ཞིབ་བྱེད་ཡས་འདུག་བ་ཅིག་ཅིག་ཁ་ཤས་ཀྱི་འདི་འདྲའི་ཉམས་ཞིབ་བྲིས་ཤག་འདི་གནད་གནད་འགག་ཆེན་པོ་མཐོང་སོང་ཁོ་ཡིན་ཤག་ཤག་འགྲོ་བསྡད་མ་ཡ་བྱས་ནས་མུས་མཐུད་ནས་ང་ཚོ་ལ་རེ་བ་སྐྱབས་བཅོལ་གཞུང་ལ་རོགས་རམ་རག་གི་རེད་རག་མ་རེད་དེ་རག་ཡས་ཀྱི་གཞི་གདན་ང་ཚོ་གི་ག་རེ་བཟོས་ཐུབ་ཡོད་རེད་ག་རེ་བཟོ་ཡས་ཆ་ཤི་ཡོད་རེད་དེ་ག་ནང་བཞིན་བོད་ལ་བསྡད་བསྡད་ངས་གི་སེར་སྐྱ་ཕོ་མོ་ཚོས་གི་མུས་མཐུད་ནས་ང་ཚོ་གཞུང་ལ་རྒྱབ་སྐྱོར་རག་ཡས་དང་དེ་ལ་ང་ཚོ་གི་རྨང་གཞི་འདྲ་བོ་ག་རེ་བཟོ་ཐུབ་ཡོད་རེད། ལས་གཞི་ག་རེ་ཡོད་རེད་ཟེར་ད་དེ་ཚོ་དེབ་དེ་འདྲ་བྲིས་འདུག་བ། དེ་ཚོ་མཐོང་ཡོང་དུས་ཨེ་ནས་ཅིག་ཁོ་ཉམས་ཞིབ་བྱས་ཏེ་གལ་ཆེན་པོ་ཞིག་རེད་ཤག་བསམ་པ་ཅིག་བསམ་བློ་ཅིག་ཤར་སོང། ད་ག་ནང་བཤད་ང་ཚོ་དཔེར་ན་རྒྱ་ནག་གི་འགྲེལ་བ་ཆགས་ཤག་བ་ཡིན་ན་ད་གསལ་བའི་དེབ་དེ་ནང་ཁོ་མང་པོ་ཡོད་རེད་དེབ་གཞན་པ་མང་པོ་ཡོད་རེད་དེ། ང་ཚོའི་བསམ་ཚུལ་ནང་ལ་ག་རེ་ཡོང་དགོས་རེད་ཟེར་ན། བོད་དང་རྒྱ་མིའི་འབྲེལ་བ་དེ་ང་ཚོ་གཅིག་པུ་མ་རེད་ཨ་རིས་མཚོན་པའི་གི་ལུང་པ་མང་པོ་བསམ་བློའི་ནང་ལ། ཁོ་ག་ལེ་ག་ལེ་དུས་ཚོད་འགྱུར་འགྲོ་དུས་ཚང་མ་འགྱུར་འགྲོ་གི་རེད། རྒྱ་ནག་འགྱུར་འགྲོ་གི་རེད། རིམ་པས་རིམ་པས་འགྱུར་འགྲོ་གི་རེད། ཨེ་ནས་འགྱུར་ཡས་ལ་ཐབས་ཤེས་ག་རེ་བྱེད་དགོས་ཟེར་ན་ཚུང་འབྲེལ་བྱེད་དགོས་རེད། དེ་ག་ནང་བཞིན་ཨིན་ཏྲ་ནེར་དུས་སུ་ཕར་སླེབས་པ་བྱེད་དགོས་རེད། ཨེ་ནས་ཨོ་ལིམ་པིག་དུས་སུ་ཚུགས་དགོས་རེད། ཨེ་ནས་འགྱུར་བ་འགྲོ་གི་རེད་ཟེར་གྱི་ད། དཔེར་དེ་ཚུང་འབྲེལ་བྱེད་ནས་དེ་འགྱུར་བ་འགྲོ་གི་རེད་ཟེར་གྱི་ད་ནིག་སིན་སྐབས་ནས་བྱས་ནས། ཆ་ཤིག་དེ་བཟུང་ནས། འགྱུར་བ་ཤུགས་ཆེ་བ་ཕྱིན་པ་ཁས་ཤེས་ཡོད་མ་རེད་དྲང་པོ་བཤད་ན་དྲག་ལ་སྤྲིན་པོ་ཕྱིན་ཡོད་རེད། དེ་ག་ནང་བཞིན་ཨིན་ཏྲ་ནེར་ལྟེ་ནས་འགྱུར་བ་འགྲོ་གི་རེད་ཟེར་སྐད་ཆ་ཅིག་བྱུང་ཡོད་རེད་དེ། ད་ཨིན་ཏེར་ནེཏ་གིས་རྒྱ་ནག་འགྱུར་བ་བཏང་ཡས་ཕར་བཞག་ནས་རྒྱ་ནག་གིས་ཨིན་ཏེར་ནེཏ་འགྱུར་བ་བཏང་ནས། རེད་བ། ང་ཚོ་ཧ་གོ་དགོས་པ་རེད་བ Yahoo དང་དུས་ཚོད་ཀྱི་ཨ་ནི་རྒྱ་མི་གི་འདོད་པ་ནང་བཞིན་བྱས་ནས། རྒྱ་མི་ལ་ཁ་བརྡས་བཅག་ནས་ལས་འགུལ་སྤེལ་མཁན་དུས་ཚོད་ཚང་མ་བཙོན་ཁང་བླུག་ཡས་དུས་ཚོད་ཁོང་ཚོའི་བརྒྱུད་ནས་ཕར་གནས་ཚུལ་སྤྲད་ནས་ཆགས་འདོད་བ་ད་ང་ཚོ་ཤེས་བཞིན་པ་རེད་བ། འོ་དེ་འདྲས་སོ་རེད་བ་གནས་ཚུལ་མང་པོ་བརྗོད་ཡོང་དེ་དུས་ད་འགྱུར་བ་བཏང་ཡས་ལ་ང་ཚོ་ལས་འགུལ་ག་རེ་བྱེད་དགོས་དུ་ང་རང་ཚོའི་ངོས་ནས་ཐུབ་བ་ག་རེ་འདུག་རེད་བ། དཔེར་ན་ང་རང་གི་རྨོངས་ཚོད་འདྲ་བོ་ཅིག་ཡིན་ན། ད་ཕྱིར་ལོག་འགྱུར་བ་བཏང་ཡོད་དང་འབྲེལ་བ་བྱས་ཞེས་དེས་བྱེད་དགོས་ཀྱི་ཡོད་རེད་དེ། དེ་བྱེད་པོ་རང་ང་ཚོ་ལག་པ་མི་འདུག་བ་ཕ་སྐད་ཀྱི་ཡག་འདྲ་བོ་མ་བྱས་དུས། དུས་ཚོད་སྐྱེལ་ཡས་ཀྱི་ལས་ཀ་འདྲ་བོ་བྱས་བྱས་དུས་དུས་བྱེད་པོ་བྱས་ཡས་མི་འདུག་བ་ད་སོ་སོ་རང་གིས་བྱེད་ཡས་ག་རེ་འདུག། ཤེས་ཡོན་རང་གི་ཐོག་ལ་ཤུགས་སྤེལ་ནས་ག་རེ་བྱེད་ཐུབ་ཀྱི་འདུག་ག་རེ་བྱས་ཡོད་རེད། རེད་བ། ཨེ་ནས་ཅིག་བོད་མི་ནང་ལོག་ཡིན་ན་ད། ལྷག་པར་དུ་ཅིག་ཤེས་ཡོན་ཡིན་ན་རེད་འཕྲོད་བསྟེན་ཡིན་ན་རེད་འཚོ་བ་ཡིན་ན་རེད་དེ་བོ་སྐྱོ་བོ་ཆགས་ལྡིང་གི་འདུག་ཚུལ་ལ་ང་ཚོ་ག་ཚད་བྱེད་ཐུབ་ཀྱི་འདུག། དཔལ་འབྱོར་ཐོག་ལ་ང་ཚོ་ད་ངོ་སོ་ཐོས་པ་ཡར། ག་རེ་ཐོག་ལས་ནས་ལས་ཤིག་སྤེལ་ཐུབ་བས་ཀྱི་དངུལ་ག་ཚོད་ཟེར་ང་ཚོ་བཟོ་ཐུབ་ཀྱི་འདུག་བཟོ་ཡའི་ཆ་ཤས་ག་རེ་འདུག་ཟེར་རོ། དེ་འདྲས་ང་ང་རང་གི་བསམ་ཚོད་ཡིན་ན་ང་རང་སུ་རང་གི་བྱེད་སྒོ་རྣམ་གཞག་དེ་ཤུགས་ཆེན་པོ་སྤེལ་ཡས་ཚོར་རོ་དེ་འདྲས་ད་ཡོང་གི་འདུག་བ། དེ་འདྲས་ཡིན་དུས་དུས་ཚོད་རིག་དེ་ཁོ་མི་དེ་སུ་སུ་ལས་ཡིན་ནའི་སྐོར་ལམ་སང་བསམ་བློ་འཁོར་ཡས་ཁག་པོ་ཡོད་ཀྱི་རེད། མང་ཆ་ཀྱི་ཕྱག་ལས་གནང་གནང་གི་ཡོད་རེད་གནང་བ་ནང་བཞིན་ལམ་སང་གྲུབ་འབྲས་ཐོན་ཡས་ཁག་པོ་ཡིན་གྱི་རེད་དེ་ཡིན་ན་ང་ཚོ་ཕྱི་ལོག་གི་མིག་གི་འདུག་ཟེར་བལྟས་ནས། བཤད་བཞག་པ་དེ་བྱེད་དུས་ད་ཁོ་ཚོས་དེ་གཅིག་དེ་འདྲས་དེ་འདྲས་འདུག་དེ་འདི་ལ་སྐྱོན་ཆ་ཞེ་བོ་ཅིག་འདུག། འདི་ཨའོ་ཟེར་འདུག་ཟེར་དེ་འདྲའི་དེབ་མང་པོ་བྲིས་འདུག་ཨ། ང་འདི་ཆབ་སྲིད་ཀྱི་ཉམས་ཞིབ་བྱེད་མཁན་མ་རེད་དེ་ཀོས་པ་རུ་པ་རུ་དེབ་དེ་འདྲའི་ཀློག་ཡོང་དུས་དེ་འདྲའི་མཐུན་དབང་ཡིན་དགོས་འདུག་ཨ། འོ་དེ་བྱེད་དུས་ང་ཚོ་ཕྱི་ལོག་གི་ད་ལྟ་ཚུལ་ག་རེ་བྱོས་མིན་དེ་ང་ཚོས་གི་ཤེས་ཡིན་དེ་གལ་ཆེན་པོ་ཞེ་བོ་ཞིག་འདུག་ཨ་འདི་དེ་འདྲ་ཡིན་ཙང་དེ་ང་ཚོས་བསམ་བློ་བཏང་བྱས་ནས་དཔེ་མཛོད་ཁང་ནས་ད་ཅིག་གི་སྤྱིར་ལྟ་ཚུལ་དེ་ཚོ་ཤེས་ཡན་དང་ཨ་ནི་ལྷག་པར་དུ་བོད་པའི་གི་སྐད་ཡིག་འདི་འཛམ་བུ་གླིང་སྡིངས་ཆ་གང་ལ་སླེབས་ཐུབ་ཡའི་དོན་དག་ལ། འཛམ་བུ་གླིང་གི་སྡིངས་ཆ་གང་ལ་སླེབས་ཐུབ་ཡའི་ལ་སྔ་མ་དེ་ག་རང་ཉར་བསྡད་ཀྱིན་ཡིན་ཟེར་ན་སྡིངས་ཆ་གང་ལ་སླེབས་ཐུབ་ཡའི་མི་འདུག་ཨ། ཚན་རིག་གི་ཐ་སྙད་འདི་ཚོ་བསྒྱུར། ལྟ་གྲུབ་ཀྱི་ཐ་སྙད་འདི་ཚོར་བསྒྱུར་ཁྱབ་ཚད་ཀྱི་ཐ་སྙད་འདི་ཚོར་བསྒྱུར་བྱས་པ་ཡིན་ན། སྒོ་དེང་ཆ་གང་ལ་ཆ་ཚང་ཅིག་སླེབས་ཡོང་དུས། དེང་དེང་སང་གི་དུས་འགྱུར་དང་མཐུན་པའི་སྐད་ཡིག་དང་རིག་གཞུང་ག་རེ་ཡིན་ན་འཛམ་བུ་གླིང་དེང་ཆ་གང་ལ་འགྲོ་ཐུབ་ཡས་ཀྱི་ཡོད་པ་ཡིན་ཙང་ད་དེ་འདྲའི་ཅིག་ཞབས་འདེགས་འདྲ་བོ་ཐུག་ཕན་སོ་གི་རེད་བསམ་གྱི་ནས་ལས་གཞི་ཁ་ཤས་ཀྱི་བརྩམས་ནས་དེབ་གང་ལ་གང་བརྩམས་བསྒྱུར་ཡོད་རེད་ད་དེའི་གྲས་དེ། དེབ་ཅིག་ཏུ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་ཙང་དེ་རིང་ངས་ཐོག་མ་ད་ག་རང་ལ་དེ་རིང་དེབ་དེ་དབྱིན་ཇིའི་ཞེས་པ་ཕེབས་ཀྱིན། ཕེབས་པའི་ཤེས་རིག་བཀའ་བློན་དངོས་གྲུབ་ལ་མཆོག་དང་དག་སྣང་ཞིག་འདི། ཚོགས་གཙོ་བགྲེས་གཞོན་དང་སྤྱི་འཐུས་རྒྱུན་ལས་རྣམ་པ་དང་འདས་འཕེན་གྱི་བླན་རྒྱལ་ཚང་མ་ལ་ཐུགས་སྣང་གནང་བ་དེ་ཐུགས་རྗེ་ཆེ་ཞུ་བས་ཡིན། གང་ཟེར་ན་དུས་ཚོད་རིགས་དེ་དེབ་ཕབ་རྒྱུར་ཟེར་དུས་ཧོབ་སི་བལྟས་ན་ཁོ་དེབ་ཆུང་ཆུང་ཅིག་བཏོན་ཡོང་ཟེར་རོ་གནད་འགག་མེད་དེ་ངས་ཅིག་རེད་དེ་ད་ང་ཚོ་མང་པོ་ཅིག་ལ་རྒྱུས་ཡོད་རེད་དེབ་དེ་ཚོ་ཤུགས་གཅིག་རྒྱུ་རེ་ཡིན་ན་ཡང་ཕལ་ཏེ་མགོ་ན་ན་དམིགས་ཚ་ཚ་དཀའ་ལས་རྒྱབ་དགོས་ཡོད་ཅིག་དང་ལས་ཀ་ཞིབ་ཅིག་ཡོད་དེ་དེ་འདྲས་ཆགས་དུས་དུས་དེ་འདྲས་བྱེད་མཁན་མི་དེ་གཅིག་ལ་ད

ཨ་ནི་ཁྱོད་རང་ད་རྦད་དུ་ཡིད་མ་བདེ་བསམ་བསམ་ཡར་དོན་ཤོག་ཟེར་ངས་སྙད་གོ་ནས་ལབ་གི་ཡོད་རེད་ད་དེ་རིང་དོན་ཡིན་གོ་སྐབས་ཇི་རག་རེད་ཁྱེད་རང་འདི་གཅིག་ལ་ཡ་གཅིག་དོན་རོགས་བྱེད་ཟེར་གཅིག་འདུག་བྱས་རྗེས་ནས་ཁོ་རང་ལ་ཡང་ད་གར་ཟེར་བ་རེད་འདུག་དཀའ་ལས་བརྒྱབ་ནས་གྲུབ་འབྲས་འདི་ག་ས་ཞིག་ཐོན་པ་འདི་ལ་ཐུགས་རྗེ་ཆེ་ཞུས་དང། ཨེ་དུས་ཚོད་རེག་གི་གྲུབ་འབྲས་ཐོན་ཡ་ལ་མི་གཅིག་གི་ཡང་ཡོང་གི་མི་འདུག་བ་མཚམས་རེ་ཨིན་ཇི་མ་འདང་དེ་ངས་མཚམས་རེ་བོད་ཡིག་མ་འདང་དེ་ངས་གར་ཡིན་ན་ཡང་གཅིག་དེབ་བརྒྱབ་བཤད་ཇུས་འགོད་བྱས་མ་འདང་དེ་གར་ཡིན་ན་མི་གཞན་དག་མང་པོ་བཅས་ཀྱི་བཀའ་སློབ་དེ་ལམ་སྟོན་ཁོ་རང་གིས་ཞུས་ཡོད་རེད་ད་ཁོ་རང་གིས་གསུང་མདོག་ཁ་བོ་རེད་རེད་བ།

དཔལ་ལྡན་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་མཆོག་གི་གཙོས་སྐུ་མགྲོན་རྣམ་པ་ཚོ་དང། ནི་བོད་ཀྱི་དཔེ་མཛོད་ཁང་གི་སྤྱི་ཁྱབ་འགན་འཛིན་དགེ་བཤེས་ལྷག་རྡོར་ལགས་མཆོག་དང། ནི། དང་ནང་བཞིན་གསར་འགོད་པ་རྣམ་པ་ཚོ་དང། གཞན་ཡང། འདིར་མཛད་སྒོ་སྤེལ་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་ལན་ཞུ་རྒྱུ་དང། ནི་ང་རང་དེབ་དེའི་སྒྱུར་བ་པོ་ཡིན་པའི་ཆ་ནས་དེབ་དེའི་སྐོར་མདོར་བསྡུས། རྒྱབ་ལྗོངས་ཀྱི། མདོར་བསྡུས་ཙམ་ཞིག་ཞུ་བ་ཡིན་ན། རྩ་བའི་དེབ་འདི་ང་རང་དབྱིན་ཇི་ནས་གཙོས་བོད་ཡིག་ལ་བསྒྱུར་རྒྱུ་དེབ་དང་པོ་དུ་ཆགས་ཡོད། དེ་སྔོན་ལ་ཡིན་པ་ཡིན་ན། བོད་ནས་ཕར་དབྱིན་ཇི་བསྒྱུར་བྱས་ནས་ཡང་དག་པར་དུ་པར་སྐྲུན་བྱས་པའི་དེབ་ལྔ་ཙམ་ཅིག་ཆགས་ཡོད། འདི་སྔོན་ལོ་ང་རང Tibet Journal གྱི་རྩོམ་སྒྲིག་པའི་ལས་ཀ་བྱས་ཡོད་ཙང་དེབ་འདི་རྣམས་བཏོན་ཡ་བྱེད་དོན་ནི། བོད་སྐད་ཞིབ་མོས་ཀྱི་ལོ་རྒྱུས་ཀྱི་རེའུ་མིག་ཅིག་བདུད་རྩིའི་རེའུ་མིག་ཅིག་ཕྱོགས་བསྒྲིགས་བྱས་བྱས་ནས་ནི་འདི་རྣམས་བཏོན་དགོས་དྲན་སོང།

པར་སྐྲུན་བྱས་འོས་པ་འདུག་མི་འདུག་ཟེར་མཁན་བཀའ་དྲིན་ཆེ་ཙམ་པ་ལ་ནི་དགེ་བཤེས་ལགས་ཀྱིས་ཡག་པོ་ཟེར་དུས་ཙམ་པ་ལ། ད་འདི་དེབ་དེ་བསྒྱུར་ན་ཡག་པོ་འདུག་ཁྱོད་རང་བསྒྱུར་ཡོད་ཚད་གང་བསྟུན་ན་ཡག་པོ་ཡོང་ས་རེད་ལ་ནི་བཀའ་གནང་སོང། དེ་ཕྱིས་སུ་རང་གིས་ག་རེ་དུས་དེབ་ཀྱི་ལས་ཀ་བྱེད་ཀྱི་ཞོར་དུ་ལ། དུས་ཚོད་རག་གི་རག་གི་བསྒྱུར་གྱི་བསྒྱུར་གི་དང་ནི། སྐབས་རེ་ནང་ལ་དུས་ཚོད་རག་ནས་ནང་ལ་བསྒྱུར་གྱི་བསྒྱུར་གྱི་བྱས་བྱས་ན་ནི་ལོ་གཉིས་ཙམ་ནང་ལ་འགྲུབ་སོང་བ། ནི་འགྲུབ་ཚར་བའི་རྗེས་ལ། ཁ་སང་བར་ད་གཙོ་བོ་བོད་ཡིག་དག་ཆ་དེ་རྙོག་དྲ་ཚ་བོ་སོང་ཙང་ད། བོད་ཡིག་འདི་མཁས་པ་ཡོད་ངེས་ཚོ་ལ་བཀའ་དྲིན་ཞུ་གི་ཞུ་གི་དང། ཨ་ནི་ཕྱི་ལོག་གི་མིང་ཚུགས་ཚུལ་བོད་ཡིག་ནང་བསྒྱུར་དུས་ཙམ་པ་ལ་ཡང་དཀའ་ཉེ་ཁ་འདྲེ་ཡོད་མོད་མི་ལ་སྐད་ཆ་དྲིས་ཀི་དྲིས་ཀི་བྱས་ཚེ་ནི། ཨ་ནི་ཚང་མི་མང་པོ་ལ་རེ་སྐུལ་ཞུས་པ་ནས་བཞིན་ཚང་མས་ཀྱི་ཨ་ནི་ཁ་སོགས་རེད། རོགས་རམ་ལྷག་བསམ་རྣམ་དག་གི་གནང་སོང་ཨ་ནི་ངས་དེབ་ནང་ལ་འཁོད་ཡོད་པ་ནས་བཞིན་ཚང་མ་ལ་ཐུགས་ཆེ་གནང་ཞུ་ཡས་ཡིན། ཨ་ནི་སྒྱུར་སྟངས་སྐོར་ལ་གཙོ་བཟུང་ཞུས་པ་ཡིན་ན་ད་གཙོ་བོ་དེ་དོན་འཁྱོལ་རང་ཐོག་ནས་བསྒྱུར་བ་ཡིན། ཨ་ནི་ནང་ལོགས་ལ་ཅི་གར་སོགས་ནང་དོན་ཕར་ཚུར་འགལ་བ་མེད་པའི་ཐོག་ནས་གང་ཉན་ཉན་བཟོ་ཐུབ་པའི་ཐབས་ཤེས་གང་ཡོད་རྒྱུ་རྩལ་སྤྲུགས་བྱས་པ་ཡིན། ཨ་ནི་སྤྱི་བཏང་གི་བུའི་དག་ཆའི་ཐོག་ནས་གོ་མྱོང་པོ་ཡོད་ཙང་འདི་རྣམས་དག་ཆ་གི་དུས་སུ་གཅིག་གཉིས་ནོར་འཁྲུལ་ཤོར་རེ་རེ་བསམ་དགོས་འདུག་རོ། ཨ་ནི་ལྷག་པར་དུ་བུས་ད། གལ་ཆེན་པོ་ཞུ་བྱེད་ལ་དེབ་འདི་གི་མིང་བྱང་བྱོ་ར་ཧ་ཅང་དེ་འདི་ལ་དེ་སི་མ་འདྲ་འགྲོ་བྱོར་ཨིན་ཇི་དང་བུའི་གཉིས་པ་ར་ལ་དེ་ཨིན་ཇི་དེ་གཅིག་པུ་གཅིག་ཡང་བུའི་ནང་འགྱུར་བ་ཡིན་པ་ཡིན་ན་ད་དེ་སི་ཧ་ལོ་ལོག་དུས་ཚང་མར་སྟབས་མ་བདེ་བ་ཞོ་ཅིག་ལམ་སང་བ་ར Negative Sense ཅིག་སྤྲེ་སྤྲེ་གི་འདུག་ཨ་དུ་སི་ལྟ་བ་དང་ཨ་ནི་ཁ་སོ་བ་ར Negative འདུག་ག་སང་འདུག་འགྲོ་ཅིག་ལེགས་འདུག་ཨ་དེ་ཅི་ད་ནི་དེའི་སྐོར་ལ་ཨ་ནི་ཁ་སོ་བ་ར་ང་ཚོ་མང་པོ་ཅིག་གྲོས་འདུག་བྱུང་སོང་གལ་ཆེ་ལགས་འདུག་ལ་ཆོག་དང་ཨ་ཚོ།

ཡེ་ཤེས་དུང་འབྲུ་ལ་ཐོ་བཅས་ན་ཞུ་བ་དང། མཛད་རིམ་བཞི་པོ་འདི་ལ་སྐུ་མགྲོན་གཙོ་བོ་དཔལ་ལྡན་ཤེས་རིག་བཀའ་བློན་མཆོག་ནས་དཔེ་འདེབས་འུར་ཅིག་གནང་རྒྱུ།
ད་ལྟ་རི་སྡེ་བོད་ཀྱི་དཔེ་མཛོད་ཁང་གི་སྤྱི་ཁྱབ་འགན་འཛིན་མཆོག་དང་ཨ་ནེ་དྲུང་ཆེ་ཡོད་པའི་ལས་བྱེད་རྣམ་པ། ཨ་ནེ་དཔལ་ལྡན་ཚོགས་གཙོ་བགྲེས་གཞོན་རྣམ་པ་གཙོས་དབུས་པའི་སྤྱི་འཐུས་རྣམ་པ། ཨ་ཤི་རི་ལས་ཁུངས་ཀྱི་ངའི་ཕྱག་སྦྲེལ་དྲུང་ཆེ་རྣམ་པ་གཉིས་ཀྱིས་གཙོས་པའི་ད་ལས་བྱེད་རྣམ་པ་ཚང་མ་ལ་ཡང། ད་རི་སྡེའི་འཚམས་འདྲི་ཞུས་པ་དང་ཆབས་ཅིག་ལ་ཡང། ད་ང་ཚོ་བཀའ་ཤག་སྐབས་བཅུ་བཞི་པའི་ཐོན་ཁ་ལྷ་མོ་དེ་ལ་ཡང་དཔེ་མཛོད་ཁང་ལ་ཡང་གཅིག་དངོས་ནས་དཔེ་མཛོད་ཁང་གི་ཕྱག་ལས་པའི་ལྟེ་བར་ཧ་ལས་པའི་མཛད་འཕྲིན་ཆེན་པོ་གནང་བསྡད་པ་དེའི་ནམ་རྒྱུན་ནས་གཅིག་བསམ་བློ་འདྲ་པོ་ཞིག་ནང་ལ་ཡང་དེ་གཅིག་དགེ་བཤེས་ལྷ་རྡོ་ལགས་ལ་ཡང་རེད་ཚང་མ་ལ་ཡང་གཅིག་བསྔགས་བརྗོད་ཅིག་ཞུ་གོ་བསམ་བསམ་འདྲ་པོ་ཞིག་དེ་བསྡད་ཡོད་ཕྱི་ཟླ་ད་ད་རེའི་གོ་སྐབས་འདྲ་པོ་ཞིག་མ་སོང་ནས་གཅིག་ཐོབ་སོང། ཨན་དང་ད་ལྟ་དེ་གསུངས་པ་ནང་བཞིན་གྱི། ངས་ད་ལྟ་ལམ་སྟོན་དུ་འདི་འདྲ་ཞུ་ཡས་ཟེར་ད་གལ་མི་འདུག་སྟེ། འདི་བོད་རྒྱ་ཞི་མོལ་ལ་ཡ་ལྟ་བ་ཞེས་བྱའི་དེབ་འདི་ལྟ་དེ་ཀོ་དེ་མ་ཤི་གྱུར་བ་པོ་རེད་ཨ་འདི་མ་རྩོམ་སྒྲིག་གནང་དགོས་ཡས་རྒྱུ་མཚན་དོན་ཚོ་ཀོ་ལ་ཡ་ཨ་ནི་དགེ་བཤེས་ལྷག་རྡོར་ལགས་ཀྱི་མ་འགྲེལ་བཤད་གནང་བ་གནང་སོང། དེ་འདྲ་ཡིན་དུས་ད་ལྟ་འདི་ལྟ་རྣམ་པ་རྩོད་མ་ཞིག་ད་ཟེར་ཡས་བྱུང་ཡོད་ཀྱི་མ་རེད་བསམ་གྱི་འདུག་ཨིན་ཇིའི་གི་དེའི། སྙེ་མ་ཁྱུག་ཁྱུག་སུ་ཁྱུག་སུ་ལྟ་ཡ་བྱུང། ཡིན་ནས་ཞིབ་ཚགས་པོ་རབ་དེ་འདྲའི་ལྟ་ཡ་རག་མ་སོང། ཁྱོད་དུས་ད་ཁ་སང་འདི་དེབ་དེ་ང་ལ་དེ་འདྲའི་ཕྱི་ཉེས་ལ་གསོལ་རས་གནང་བྱུང་ཨ་ཡ་ངས་དེ་མ་ཁྱུག་ཆུ་བལྟས་པ་ཡིན། དེ་ཆུ་དུས་ཙམ་ལ་ཡ། དེབ་དེ་གི་ཐོག་མ་ང་འགྱུར་བ་པོ་ལ་ཡ་དངོས་ནས་འཚོལ་ཞིབ་ཆེ་ཆེ་བྱས་ཞུས་འདོད་བྱུང་ག་རེ་ཟེར་ན་འགྱུར་བསྟུན་ཚུལ་ཞེ་པོ་ཡག་པོ་འདུག་ཚིག་བསྟུན་ཚུལ་གཅིག་བརྗོད་ཚིག་བསྟུན་ཚུལ་ཡིན་ན་ཡང་དཔེ། ཅིག་གཟུགས་པོ། ཨ་ནི་བརྗོད་བྱ་མཐོན་པོ། ཅིག་གིས་ཨ་ནི་གུར། དུ་དུ་ཡིན་པས་ན་མ་ཅིག་ད། Floor། དུ་དུ་དུ་གཟུགས་རོ་གཉན་པོ། ཡག་པོ་ཞེ་དྲག་འགྱུར་ན་བཞག་རྩ་བའི་རྟགས་ད་དུང་སྲིད་ད་ཁྱད་མར་ཏེ། ཅིག་འགྱུར་སྟངས་ལ་ཡང་ཁྱད་པར་ཞུ་ཞེ་དྲུག་དུ་ཕྱི་དོན་ཙམ་པ་ལ་ཡང་གོ་བདེ་བོ་ཞེ་དྲག་ཡག་པོ་འགྱུར་ན་བཞག། བྱས་རྗེས་ཞུ་ཡས་ཡིན། ཨ་ནང་དོན་སྐོར་ལི་ཡ་ད་ལྟ་གསུངས་པ་ན་ཤི་རེད། བོད་རྒྱ་ཞི་མོལ་ལི་ཡ་ལྟ་བ་ཟས་དེའི་ད་ལྟ་དེ་མ་ཤི་སྔོན་ལས་ནང་ལ་རོབ་ཚུ་ཅི་འདུག་ཅི་འདུག་དམ་པ་དེ་ཨིན་ཇིའི་གི་ངོ་མ་དེ་ལི་ཡ་བེ་ཇིང་ཨན་རྡ་རམ་ས་ལ་ད Negotiation never was ཅེས་ད་རྩ་ནས་བྱུང་ཡོག་མ་རེད་ཞི་མོལ་རྩ་ནས་བྱུང་ཡོག་མ་རེད་རྡ་རམ་ས་ལ་དང་བེ་ཇིང་པ་རུ་ལ་ཟས་འདྲ་བོ་ཅིག་དེ་འདྲ་ཞིག་རེད་དེ་ཡིན་དུས་ཙམ་ལི་ཡ།

ད་ང་ཚོས་ད་ལྟ་དཔལ་ལི་ཡ་མང་པོ་ཞིག་གིས་ང་རང་ཚོའི་གསུང་བསྡད་ཀྱི་ཡོད་རེད་དེ་ཡིན་ན་ཡང་ཆ་ཚང་བ་ཅིག་མཁྱེན་མདོག་ཡོད་མ་རེད། དེ་འདྲ་ཡོད་དུས་འདི་ནང་ལ་ཡང་ཆ་ཚང་འདྲ་བོ་ཞིག་ལྷག་པར་དུ་ད་ཉམས་ཞིབ་བྱེད་མཁན་དེ་འདྲ་ཡིན་པ་ཡིན་ན་ཞེ་དྲག་ཕན་ཐོགས་ཡོད་མཁན་ཨ་འདང་ནས་ཞིག་གིས་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་ཚོ་ཡིན་པ་ཡིན་ན་ཅིག། སྙན་མར་གནས་ཚུལ་བྱུང་བ་དེ་འདྲས་ད་ང་ཚོས་མང་པོ་ཧ་མ་གོ་བས་དེ་འདྲས་ཨ་འདིའི་སྒང་ལ་ཡག་བོད་ནག་གཅིག་གི་མཁར་ཟུར་རེད། ད་ནམ་རྒྱུན་རྒྱ་ནག་དང་མཉམ་འདོགས་ལ་ཡང་ང་ཚོས་འབྲེལ་བ་ག་འདྲ་བྱུང་བ་དེ་ཚོ་གཞུང་འབྲེལ་གྱིས་མ་གསལ་བསྒྲགས་བྱེད་འོས་པ་དེ་ཚོ་ད་མ་ཞིག་དོན་གྱི་ཡོད་རེད་དེ། ཡང་དོན་ཚུལ་གནད་འགག་གི་ཐོག་ནས་རྒྱ་གར་གྱི་གཞུང་གི་ཡང་བསམ་བཏང་སྟངས་ག་འདྲ་ཡོད་མེད། ཨ་ནི་ཨ་རིའི་ངོས་ཀྱང་ནས་དེ་ལ་ཡང་ལྟ་སྟངས་གྲུབ་ཏེ་ག་འདྲ་ཟིན་ཡོད་མེད། ཨ་ནི་རྒྱ་གར་རྒྱ་དཀར་ནག་གཉིས་ཀྱི་དཔའ་རུ་ལ་བོད་པའི་གནས་སྟངས་དེ་བོད་པའི་དཀའ་རྙོག་དེ་ག་ཚོད་གལ་ཆེན་པོ་ཡིན་པ་ཆ་འོས་མེད་དུ་ཚོད་ཕྲད་ཁོ་རང་གིས་དཔྱད་པ་ཡག་པོ་གནང་ཤག་ལ་ད་ལྟ Claudia Arpi གི་གཞུང་གི་ད་ལ་ཇེ་དུས་ཙམ་པ་ལ་དུས་ཚོད་ཅིག་དཔྱད་དཔལ་གྱི་ཐོག་ནས་ཨ་ནི་ཡང་ཅིག་མ་ད་ད་ཅིག་གི་རྩོམ་འདྲ་བོ་དེ་མ་ད་ཁོ་རང་གིས་བཏོན་ཡོང་དུས་ཙམ་པ་ལས་དེའི་དངོས་གནས་ཐིག་དེ་འབའ་འདྲ་བོ་ད་དེ་འདྲ་དེ་འདྲ་དེ་འདྲ་ཡིན་པ་འདྲ་བསམ་པ་འདྲ་བོ་དེ་འདྲ་མ་གཏོགས་ཡང་ཕྱོགས་ལྷུང་འདྲ་བོ་བྱས་བྱས་ཞེ་བོ་ཅིག་གིས་བསམ་བློ་འདྲ་བོ་ཅིག་ཁོ་རང་གི་ཕྱོགས་འདྲ་བོ་ཅིག་ཟིན་བྱས་བྱས་བྱས་བསམ་བསམ་འདྲ་བོ་དེ་འདྲ་མེད་དེ་གས། བྱེད་དུ་བརྩམས་པ་ལ་ཡང་ཉམས་ཞིབ་གནང་མཁན་རང་གི་བསམ་བློ་བཏང་སྟངས་ཀྱི་ཐོག་ནས་ཡིན་ན་ཡང་ང་ཚོ་ལ་ཡང་མང་པོ་ཅིག་ཤེས་རྟོགས་དགོས་ཡས་ཤེས་དགོས་ཡས་ཧ་གོ་དགོས་ཡས་དེ་འདྲའི་གནད་འགག་མང་པོ་ཡོད་བསྡད་མཁན་འདྲ་པོ་ཅིག་རེད་ཤག་ཆེད་དུ་ངའི་ངོས་ཀྱང་ནས་ཐོག་མར་ལ་ཡིན་རྣམ་པ་ཚང་མ་ལ་ཡང་དེ་ཅིག་གཟིགས་དགོས་ཀྱི་འདུག་དེ་གཟིགས་ན་དེ་ཡག་པོ་ཡོང་ས་རེད་ཅེས་ཞུ་ཡས་ཡིན། ཨ་འདི་ནས་དཔེ་མཛོད་ཁང་གི་ད་ཆ་ལས་གནང་བ་དེ་ད་ལྟ་དགེ་བཤེས་ལགས་ཀྱི་འགྲེལ་བཤད་གནང་པར་སྤྱི་དང་རྩོམ་འབྲི་དུ་རོགས་ལ་ཡ་ད་ཞུ་བ་ཅིག་བྱ་དངུལ་ད་ཤུགས་ཆེན་པོ་བཏང་གནང་གི་ཡོད་རེད་ཨེ་བར་ལམ་ནས་བྱས་རྗེས་ད་ང་ཚོ་དེ་དབུ་འབྱེད་ཀྱི་བང་རིམ་འདྲ་བོ་ཞིག་མ་སོང་ནས་ད་རིམ་པ་འདྲ་བོ་བྱས་རྗེས་དེབ་ད་བཏོན་གནང་བྱས་དེ་འདྲས་ང་ཚོ་དུ་བ་ལ་ཡ་ཕེ་ཡས་དང་དེ་འདྲས་བཏོན་དབུ་འབྱེད་གནང་ཡས་རང་གནང་ལ་ཡ་ད་བ་འདི་ཚོགས་སུ་ཤོག་ཡིན་པས་ན་དངོས་སུ་རང་དེ་འདྲས་གནང་བ་དེ་འདྲས་ཡང་བྱུང་ཡོད་རེད་དེ་འདྲས་ཡོད་དུ་ད་བ་ཆ་ལས་དཔེ་མི་སེ་དཔེ་མཛོད་ནས་འདི་གང་ལ་ཐུགས་ཁུར་ཆེན་པོ་བཞེས་གནང་གི་འདུག་ད་ལྷག་པར་དུ་བོད་ཡིག་གི་ནང་ལ་ཡ། ཚེ་ད་ལྟ་ནི་ངས་ང་ཚོ་མི་ད་མི་ཞེ་དྲག་རང་ཕེབས་ཐུབ་མི་འདུག་སྟེ་ང་རས་དེ་འདྲའི་རབ་ཅིག་མི་གནས་རང་རྩིས་རྒྱ་ཡིན་ཁ་ཚར་བོད་ཡིག་ནང་ལ་ཡ་དེབ་དང་དེ་འདྲའི་ད་ང་ཚོ་སྤྱི་དང་བོད་པའི་ནང་ལ་ཡ་ད་བོད་ཡིག་དབྱིན་ཇི་གཉིས་ཀ་ཐོག་ལ་ཡ་ཀློག་གཡས་དཔེ་དེབ་ཀློག་གཡས་མཁན་དང་ཀློག་གཡས་གོམས་གཤིས་དེ་དཔེ་མི་སེར་སྐྱོ་བོ་དཔེ་ཉུང་ཉུང་རེད། དོ་སྣང་བྱེད་མཁན་ཁོ་རང་དཔེ་མི་སྲིད་ཉུང་ཉུང་འདྲ་པོ་ཞིག་རེད་ཅིག་དུས་ཙམ་ལ་ཡ། ག་འདྲས་འདྲ་པོ་ཅིག་ཡོད་ན་བསམ་བསམ་འདྲ་པོ་ཅིག་ཅིག་བྱུང། དེ་འདྲས་ཡིན་དུས་ཡིན་ན་ཡང་ད་ང་ཚོས་དེབ་ག་ཚོད་ཐུག་ཐུག་གི་མ་སྟོན་ཆུག་ཅེས་ཀློག་མཁན་མེད་པ་ཡིན་ན་ཡང། ཁོ་གཅིག་ལོ་རྒྱུས་ཀྱི་ཐོག་ལ་ཡ་གནས་ཐུག་ཡས་ད་ག་ན་ཤིང་གི་ཅིག་གང་འཚམ་ཅིག་ནས་ད་ཀློག་ཡས་ཀྱི་གོམས་གཤིས་ཅིག་སླེབས་ཡོང་ཡས་དུས་ཚོད་ཆགས་སོང་ན་ཨ་ནི་ཡང་དེབ་ཀློག་ཡས་མེད་པ་དེ་འདྲས་ཀྱི་ཕོངས་ཆེ་ལྡན་པ་མ་ཡིན་པ་དེ་འདྲས་གཏན་གཏན་ཆགས་ཨས་ཀྱི་འདུག། ད་དེ་ང་རང་ཚོའི་སྤྱི་ཚོགས་ནང་ལ་ཡང་གཅིག་གི་དེབ་ཀློག་ཡས་ཐོག་ལ་ཡང་དཀའ་ངལ་འདི་ང་ཚོ་སླབ་གྲྭ་ཁག་ནས་ཡོང་གི་ཡོད་སླབ་གྲྭའི་ནང་ལ་ཡང་ང་ཚོ་དཀའ་ངལ་ཆེ་ཤོས་རབ་གཅིག་ལ་ཡང་དཔེ་དེབ་ཀློག་ཡས་ལ་སོགས་པ་དེ་ཚོའི་ཐོག་ལ་དོ་སྣང་དཔེ་ཆུང་ཆུང་ཉུང་ཉུང་དེ་འདྲས་རེད་དེ་གི་འདུག་བྱས་ཙང་ད་ལྟ་ང་ཚོ་ཤེས་རིག་རྒྱལ་དར་རྨང་གཞི་ནས་བྱས་རྗེས་དེ་འདྲས་གཅིག་གི་གོམས་གཤིས་གཅིག་དཔེ་སྡུར་སློབ་ཡོན་གྱི་གོམས་གཤིས་ཀྱི་ལྕགས་ཐུ་ཡ་ཐོག་ལ་ཡ་ད་ལས་བྱ་མང་པོ་བསྒྲིགས་བྱས་དེ་བྱེད་ཀྱི་ཡོད། ལྷ་ཐག་པ་དེ་དཔེར་ན་ཅིག་བསླབ་གྲྭ་ཁག་གི་དཔེ་མཛོད་དུ་འཛུལ་ཡིན་པས་ན་དཔེ་མཛོད་ཀྱི་ལྟ་དང་ལྟ་དེ་བ་གནང་བ་ནི་ཞིག་སྤུ་གུ་གྱི་སློབ་སྦྱོང་དེབ་དང་དེ་འདྲའི་ཀློག་ཡས་ཐོག་ལ་ཡ་གོམས་གཤིས་གསར་བ་ཅིག་གོམས་གཤིས་སྤེལ་ཏེ་ད་བར་རྒྱུན་ལྡན་ནས་ལྕགས་ཐུ་ཡ་དེ་འདྲའི་ལ་ཡ་ལས་འགན་མ་སོ་ཆེན་པོ་རེ་བཞག་སྟེ་དེ་སྔ་ང་ཚོའི་དཔེ་མཛོད་འགན་འཛིན་པ་རྣམ་པ་ཚོས་བསླབ་གྲྭ་ཁག་ནང་ལ་ཡ་དེའི་འགན་འགན་དེ་དེ་ག་ཚོད་མ་མཁྱེན་པའི་སོ་རབ་ཀྱིས་མ་རྟོགས་པའི་སོ་རབ་དང་ཞེ་སྡང་མ་ཤེས་པའི་སོ་རབ་དེ་འདྲ་སྣ་ཚོགས་ཆགས་ཏེ་ཤ་ད་དེ་འདྲའི་ནད་ཅེས་ཀྱང་ང་ཚོས་ཤུགས་རབ་རྒྱ་བཅད། ད་ད་ད་ག་ལི་ག་ལི་ལི་ཡ་སྐྱབས་མགོན་རིན་པོ་ཆེ་གིས་བཀའ་འགྱུར་བདེན་འགྱུར་དོན་དུ་ཡལ་གས་བསྒྲིགས་ཡས་མ་རེད་མ་ཀློག་ཡས་རེད་བསླབ་པ་སློབ་སྦྱོང་བྱེད་ཡས་རེད་སྐར་ནང་གི་ཡོད་རེད་ང་ཚོས་ཉལ་བཀའ་འགྱུར་བདེན་འགྱུར་ཕག་ཞག་བཅས་དེ་འདྲའི་ཀློག་དེབ་ཆུང་ཆུང་དེབ་ཆུང་ཆུང་དོན་དུ་བལྟ་གི་ཡོད་མ་རེད་དེ་འདྲས་ཡིན་དུས་ཙམ་པར་དེའི་རྟགས་གཙོ་བོ་རབ་དེ། གློག་གཡས་ཀྱི་གོམས་གཤིས་འདིས་ང་ཚོ་སྐྱོ་བོ་ཞི་བོ་ཆེ་རེ་བསྡད་ཀྱི་འདུག་བྱས་ཙང་དེ་འདྲས་ཅིག་གང་ལ་ཡག་སྟབས་མི་ནས་རང་གི་འགྱུར་བ་འགྲོ་གཞི་གཏང་ཐུབ་ན་བསམ་བྱས་འབད་བརྩོན་ཅིག་བྱས་བསྡད་ཀྱི་ཡོད། ད་བསླབ་གྲྭའི་གི་རིམ་པ་འདི་ཅིག་ཡག་འགྲུབ་པ་ཡིན་ན་ཨ་ནི་སྤྱི་ཚོགས་ནང་ལ་ཡག་ད་ཅིག་གཞིས་ཆགས་སོ་སོའི་ནང་ལ་ཡག་བོད་མི་འདུས་སྡོད་ནང་ལ་ཡག་དེ་འདྲས་ཡང་དཔེ་མཛོད་ཆུང་ཆུང་ཆུང་ཆུང་དེ་འདྲས་བཙུགས་ཐུབ་པ་ཡིན་ན་བཙུགས་ཡས་ཀྱི་ཐོག་ལ་དོ་སྣང་རེ་སྤྲད་ཐུབ་པ་ཡིན་ན་ད་ཡག་པོ་ཡོང་ས་རེད་བསམ་ཞིང་ད་ནང་ང་ཚོས་མོན་གྷོ་ལི་ཡ་དང་རྩ་བའི་དེ་འབྲེལ་ཐོག་ལ་འབད་བརྩོན་འདྲ་བོ་གཅིག་བྱེད་ཀྱི་ཡོད་ལ་དྭགས་ལ་གཅིག་དེ་གང་ལི་ཡ་མཐུན་འགྱུར་ཞུ་ཡ་འདྲ་བོ་དེ་འདྲ་གཅིག་བྱེད་བསྡད་ཀྱི་ཡོད། བཅུ་དུས་བརྩམས་པ་ལྟར་རིམ་པས་རིམ་པས་ཀྱི་ཡང་དེ་འདྲས་བྱུང་བ་ཡིན་ན་ང་ཙམ་གྱིས་ནི་ང་ཚོའི་ཤེས་ཡོན་ཅན་གྱི་སྤྱི་ཚོགས་ཆེད་ཆགས་ཐུབ་ཡས་ཐོག་ལི་ཡ་ཏན་ཏན་ཕན་ཐོགས་ནས་མ་སོང་ན་ཡོང་ས་རེད་བསམ་ས་འདྲ་བོ་བྱེད་དེ་འདྲས་གཅིག་ཞུ་ཡ་ཡིན། དེ་ནས་ད། གཉིས་པ་དེ་ལ་ཡང་ད་ལྟ་ང་ཚོས་དེ་འདྲ་མ་ཤི་གི་ཤི་ལ་གསུངས་སོང། དེ་འདྲའི་གི་དེབ་བསྒྱུར་བ་དང་ད་བོད་ཡིག་ནང་ལ་རྩོམ་སྒྲིག་བྱས་པ་དེ་འདྲའི་གི་བརྒྱུད་ནས་ཨ་ནི་བོད་པའི་སྐད་ཡིག་དེ་འཛམ་གླིང་རྒྱལ་སྤྱིའི་སྡིངས་ཆ་གང་ལ་ཡང་སྤེལ་ཏེ་ཚད་མཐོན་པོའི་ཐོག་ལ་འགྲོ་ཐུབ་ཡས་ཀྱི་ཐོག་ལ་ཡང་དགོངས་པ་བཞེས་དོན་དུ་འབྲེལ་ད་དཔེ་མེད་ཚེ་གནད་འགག་ཆེན་པོ། ད་དེ་ལ་ཡང་ང་ཚོས་ཅིག་ཞན་ཆའི་ཐོག་ནས་བལྟས་པ་ཡིན་ན། བལྟས་ཚོས་བློ་འཚབ་བྱེད་དགོས་ཡས་སེམས་ཁྲལ་བྱེད་དགོས་ཡས་དེ་འདྲའི་གནས་སྟངས་ཅིག་ཆགས་ཡོང་གི་འདུག་བ། དེ་འདྲའི་ཡུལ་དུ་འཛིན་པ་དཔེར་ན་ད་རྒྱལ་སྤྱིའི་གི་འབྲེལ་ཡོད་ལས་ཁུངས Unesco དེ་བ་ནས་བཏོན་བཞག་པའི་སྙན་ཐོ་གྲོས་བསྡུར་ནང་བལྟས་པ་ཡིན་ན། སྤྱི་དང་ང་དུ་འཛམ་བུ་གླིང་ནང་སྐད་ཡིག་རང་ཆགས་ཤར་བ་ཡིན་ན་སྐད་ཡིག་སྟོང་ཕྲག་དྲུག་ཡས་མས་ཅིག་ཡོད་རེད་ཟེར་ན་འདི་ཆ་ལ་ཡ། ཨེ་སྐད་ཡིག་རྦད་དེ་བརྒྱ་སྐོར་ཅིག་ལ་ཡ་ཤེས་མཁན་མི་རེ་ཚོ་རེ་ཚོ་མ་ཞིག་ཡོད་མ་རེད།

ད། སྟོང་ཕྲག་དྲུག་གི་བརྒྱ་ཆ་བཞི་བོད་ཆོལ་གཏང་མཁན་འདི་མི་འབོར་དུང་ཕྱུར་བདུན་ཅུ་ནང་ནས་བརྒྱ་ཆ་ཨ་ནི་དགུ་བཅུ་གོ་དྲུག་ཡོད་རེད། མི་འབོར་བརྒྱ་ཆ་དགུ་བཅུ་གོ་དྲུག་གིས་བོད་ཆོལ་འདི་སྐད་ཡིག་འདི་བོད་ཆོལ་འདི་བརྒྱ་ཆ་བཞི་མ་གཏོགས་གཏང་གི་ཡོད་མ་རེད་བྱེད་དུས་བརྩམས་པ། ད། མི་འབོར། ད་ལྟ་སྐད་ཡིག་མང་ཆེ་བས་ད་སྐད་ཡིག་བརྒྱ་ཆ་དགུ་བཅུ་གོ་དྲུག་དེ་ཨ་ནི་བེད་སྤྱོད་བཏང་མཁན་དེ་ལ་ཡ་མི་ཨ་ནི་མི་འབོར་དེ་བརྒྱ་ཆ་བཞི་མ་ཞིག་མེད་མཁན་འདྲ་བོ་ཞིག་ད་བས་ན་རྩིས་འདྲ་བོ་ཞིག་བཀོག་པ་ཡིན་ན། གཅིག་གིས་དུང་ཕྱུར་དྲུག་བརྒྱ་དྲུག་ཅུ་དྲུག་བརྒྱ་དྲུག་ཅུ་དྲུག་ཅུ་ལྷག་ཚོད་ཅིག་ལ་ད་དེ་རྩིས་ག་དུས་བཀོག་ཤེས་གི་མི་འདུག་དྲུག་ཅུ་ལྷག་ཚོད་ཅིག་ཨ་ནི་གིས་ང་ཚོ་སྐད་ཡིག་བེད་སྤྱོད་བཏང་ཡས་དེ་ཨ་ནི་སྐད་ཡིག་ཉིས་བརྒྱ་བཞི་བཅུ་ཚོད་མ་ཞིག་མེད་བསྡད་མཁན་ཞིག།

བྱེད་དུས་སྐད་ཡིག་བེད་སྤྱོད་གཏང་མཁན་དེ་ཉུང་རུ་ཉུང་རུ་ཉུང་རུ་ཕྱིན་པས་སྐད་ཡིག་དེ་གང་ལྟར་ནས་ཁོང་སྲོག་ནས་མ་སོར་ནས་མེད་པར་ཆགས་ཅིང་གང་འདོད་དེ་ནི་མེད་པར་རང་ཤི་ཐལ་སོ་རེ་མེད་པར་ཆགས་འགྲོ་གི་འདུག་བ། དེ་འདྲས་ཡིན་དུས་སྐད་ཡིག་རང་གི་གནད་འགག་ཐོག་ལ་ཡང་ད་ལྟའི་ཆར་དེ་འདྲས་རེད་འདུག་ཕྱི་དྲོ་རྣམ་པ་ད་ལྟ་ང་ཚོའི་སྐད་ཡིག་དེ་ཉེན་ཁའི་ནང་གླེང་གི་མི་འདུག་གླེང་གི་མི་འདུག་དེ་ཡིན་ན་ཡང་ང་ཚོ་ཁྱིམ་ཚང་ལས་དཔེ་བཞག་པ་ཡིན་ན་ཁྱིམ་ཚང་མང་པོའི་ནང་ལ་ཡང། སྤོ་པོ་དང་སྤོ་གུ་གཉིས་སྤ་རུ་ལ་ཡང་ཚ་བོ་གཉིས་སྤ་རུ་ལ་ཡང་གོ་བརྡ་མ་འཕྲོད་པའི་དེ་འདྲས་ཁྱིམ་ཚང་ད་ཕྱི་རྒྱལ་དུ་བ་ནུབ་ཕྱོགས་ཁག་ནང་ལ་ཡོད་རེད། དེ་འདྲའི་མང་པོ་མང་པོ་ཆགས་ཡོང་ན་ཨ་འདྲའི་སྐད་ཡིག་དེ་ལ་ག་ལི་ག་ལི་ཉན་ག་ལི་གི་རེད་ཟེར་ཏེ་དེ་འདྲའི་བཤད་བསྡད་ཀི་འདུག་ཨ་ལོ། དེ་འདྲའི་ཡིན་དུས་ཙམ་པ་ལ་ཡ། འོ་ད་དེ་འདྲས་ཀྱི་ཆ་ནས་ཡིན་པ་ཡིན་ན་ང་ཚོ་བོད་པའི་སྐད་ཡིག་དེ་ལ་ཡ་དམིགས་བསལ་གྱི་ཤུགས་རྒྱག་དགོས་ཡས་དེ། དོ་སྣང་བྱེད་དགོས་དེ་ཏན་ཏན་རེད་ཤག་བྱས་ཙང་དེ་སྐད་ཡིག་སྲུང་སྐྱོབ་ཀྱི་ཐོག་ལ་ཡ་ཅི་ག་རེ་ལབ་འདུག་ཟེར་ན། དེབ་ནང་ལ་ཡ་དེབ་མང་པོ་མ་འདི་ནང་ལ་བསྒྱུར་བཅས་དེབ་ནང་ལ་ཡང་བྲིས་ཐུབ་པ་དང་བཀོད་ཐུབ་པ་གོ་རེད། དེ་བྱུང་བ་ཡིན་ན་སྐད་ཡིག་སྲུང་སྐྱོབ་ལ་ཕན་གྱི་ཡོད་རེད་ཟེར་བྱ་དེ་འདྲས་ཅིག་བཤད་བསྡད་ཀྱི་འདུག་དེ་ཡིན་དུས་རྩམ་པ་དེ་འདྲས་ཀྱི་ལས་དོན་ཐོག་ལ་ཡིན་ན་ཡང་དཔེ་མཛོད་ནི་དངོས་གནས་དྲ་གནས་ཆ་ལས་དཔེ་མི་སྲིད་པའི་ཐ་ག་འདྲ་ཅིག་ཕུགས་རྒྱང་རིང་པོ་ལ་ཡང་ང་ཚོ་བོད་པའི་སྐད་ཡིག་རིག་གཞུང་དེ་གནས་ཀྱི་ཐོག་ལ་ཡང་ཐུགས་ཁུར་བཞེས་པ་ཆགས་ཀྱི་ཡོད་རེད་བསམ་གྱི། དེ་ཡིན་དུས་ཙམ་པ་ལ་ཡང་དེའི་ཆ་ནས་རེད་ཨ་ནེ་དཔེ་མཛོད་དེ་ལ་ཡང་ད་ད་ད་ད་གྱི་གསུངས་པ་ནི་ཚན་རིག་རེད་དེ་མ་ཡིན་པའི་དུ་བ་ལྟར་ལས་བྱ་མང་པོ་ཨ་ནེ་ང་ཚོ་གཅིག་དུ་བ་སྐད་ཡིག་གི་ཐོག་ལ་རེད་ད་ག་ནས་ཤིང་གི་འཛུགས་སྐྲུན་གྱི་ཐོག་ལ་རེད་གང་ཅིའི་ཐད་ལ་ཡང་ཡག་པོ་ཞེ་དྲག་གནང་ཡོང་གི་འདུག་བྱེད་དུས་ཙམ་པ་ལ་ཡང་དངོས་གནས་དེ་དཔེ་མཛོད་འགན་འཛིན་དང་ད་ག་ནས་ཤིང་ལས་བྱེད་དེ་ད་མཁས་པ་རྣམ་པ་ཚང་མ་ལ་ཡང། ཐུགས་རྗེ་ཆེ་ཞེས་རྗེས་ཞུ་འདོད་བྱུང་ཨ་ད་དུང་འདི་ལ་ཡ་ཨ་ཡེ་ཤེས་ལགས་ཡེ་ཤེས་དོན་འགྲུབ་ལགས་ཀྱི་བརྒྱུད་གནང་བ་དེ་ཞེ་དྲག་ཡག་པོ་གནང་ཤག་ད་འདི་གཅིག་བརྒྱུད་རྗེས་གཅིག་ཟེར་བ་ཡིན་ན་ང་ཚོ་བོད་པའི་ནང་ལ་ཡ་དེའི་སྒང་ལ་བགྲོ་གླེང་ཏན་ཏན་ཁ་ཤས་ཆགས་ས་རེད་དེ་ཆགས་ནས་ཡག་པོ་འདུག་གསུངས་བ་དེ་བགྲོ་གླེང་མང་པོ་ཆགས་པ་ཡིན་ན་ཁོ་རང་གི་གཅིག་གསུང་ཁ་ཤས་ནང་ལ་ཡ་ད་དབུ་མའི་ལམ་གྱི་ཐོག་ནས་ཞི་མོལ་འདི་ཡོང་ཡས་འདུག་ཟེར་ན་རེ་བ་ནས་མ་སོང་སྟོང་པ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་ཟེར་རབས་ཀྱི་ཡོད་རེད་ཡོད་རེད་དེ་ལྟ་དོན་ཚོ་དེ་བགྲོ་གླེང་གི་རྒྱུ་ཆ་རེད་སྤྱི་འཐུས་ཚང་མ་ཁོ་རང་ཁོ་རང་གི་རྒྱུ་མཚན་འདྲ་བོ་ཅིག་མང་པོ་ཅིག་བཤད་བཞག་ཡོད་རེད་ཡིན་ན་ཡང། མཐའ་མ་དེ་ལ་ཡང་ཁོ་རང་གི་ད་ང་ཚོ་དབུ་མའི་ལམ་གི་ཐོག་ནས་ད་ལྟ་བོད་རྒྱ་ཞི་མོལ་དེ་ཡ་ནི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་འགོག་རེད་ཟེར་འདྲ་བོ་ཅིག་དེ་ཡིན་རྒྱ་ནི་ཡོད་རེད་བྱས་ཙང་ཀློ་ཀྲི་ཨར་པི་ཁོ་རང་གོང་ས་སྐྱབས་མགོན་ཆེན་པོ་ལ་ཡག་ཞེ་བོ་ཅིག་དད་གུས་ཆེན་པོ་བོད་དོན་ཐོག་ལ་རྒྱབ་སྐྱོར་ཤ་ཚ་བས་དེ་ཁ་ཞེ་གཉིས་མེད་བྱེད་མཁན་ཅིག་རེད་དེ་འདྲས་ཡིན་དུས་ཙང་པ་ལ་ཡག་དེ་འདྲས་ཅིག་གི་རྒྱབ་ལྗོངས་ཐོག་ལ་བལྟས་པའི་སྒང་ནས་ང་ཚོས། དུས་ཚོད་ནང་ལ་ཡང་ཐུགས་སྣང་གནང་བྱས་ཡང་ཅིག་སྤྱི་ཚོགས་ནང་ལ་ག་ཚོད་ཐུག་ཐུག་བགྲོ་གླེང་བྱས་པ་ཡིན་ན་ཡང་དེ་གི་བློ་གྲོས་མ་སོང་ན་ཕལ་དང་དེ་འདྲའི་ཕན་ཐོག་ཡོང་གི་རེད་བསམ་གི། བྱེས་དུས་དེའི་ཆ་ནས་འགྱུར་བ་པོ་རེད་ཨ་ནི། དེའི་དཔར་བསྐྲུན་གནང་མཁན་ད་ལྟ་བོད་ཀྱི་དཔེ་ཚོགས་ཁང་རེད་ཚང་མ་ལ་ཡང་ཐུགས་རྗེ་ཆེ་ཞེས་བཅས་ཞུ་ཡས་ཡིན་ཐུགས་ཆེ་གནང།
ལས་ཀུན་གྲོལ་གཙོ་བོ་དཔལ་ལྡན་ཤེས་རིག་བཀའ་བློན་མཆོག་ཉི་མ་འདི་ངས་བདུན་ཕྲག་གཅིག་གཉིས་ཕྱིན་ངས་ལ་ཕག་བཅར་བའི་སྐབས་སུ། བཀའ་བློན་མཆོག་ནི་ངས་དེབ་དབུ་འབྱེད་བྱེད་མཛད་སྐོར་ལ་གི་ལས་ཀུན་གྲོལ་གཙོ་བོ་ཞིག་གནང་རོགས་གནང་ཐུགས་རྗེ་ཆེ་ཞེས་ཞུ་དུས་བསམ་པ་བཀའ་བློན་མཆོག་ནས་ཨ་ཡིན་ད་ཡིན། ད་དཔེ་མཛོད་དེང་སང་ལས་ཀ་དཔེ་ཡག་པོ། བྱེད་ཀྱི་འདུག་ཟེར་བཞིན་དུ་སོང་སོང། ཨར་ང་ར་ཡིན་ནའི་ཨ་འདང་ནང་བཞིན་ང་ཚོའི་དཔོན་ཚོའི་ལས་བྱེད་དང་འགན་འཛིན་དབུས་པའི་དཔོན་ཚོའི་ལས་བྱེད་ཚང་མ་ལ་ཅིག་སེམས་ཤུགས་ཐོལ་བ་ཅིག་ཡར་སྐྱེད་བྱས། དེ་འདྲའི་ཚོར་སྣང་བྱུང་སོང། བན་དུ་ཤེས་རིག་བཀའ་བློན་མཆོག་ལ་ངས་དཔོན་ཚོས་ཀྱི་ཚབ་ཞུས་ཏེ་ང་ར་གེར་ངོ་ནས་ཡིན་ནའི་སྙིང་ཐག་པོ་ནས་ཐུགས་ཆེ་ན་ཞོལ་ཡིན་ད་རེས་བསྡད་ལ། དེའི་སྐོར་མཛད་རིན་མང་པོ་ཡོད་རེད། གྱི་ནས་ད་སྤེན་ཚེ་གྱི་དེ་དེ་དབུ་འབྱེད་དེ་གནད་འགག་ཆེན་པོ་ཞིག་བརྩི་བྱས་གལ་ཆེན་པོ་ཞིག་བརྩི་བྱས་ཨ་འདི་ལ་ཕེབས་པ་དང་ན་སྙིང་ཐག་པ་ནས་ཐུགས་ཆེ་ནང་ཞོལ་ཡིན་ཨ་འདི་མེད་པར་ད་ང་ཚོ་བྱ་ཆེན་ནམ་གྱི་ནང་ང་ཚོ་མགྲོན་ཤོག་ཁག་མང་པོ་ཞིག་བཏང་བདེ་གོ་བ་རེད་ཨ་ང་ཚོ་ཚོགས་གཙོ་ཚོགས་གཞོན་ཨ་ནི་སྤྱི་བདེ་རྒྱུ་ལས་རྣམ་པ་ཚོ་ཨ་ནི་ཛེ་རིང་གི་བུ་ཡོད་རེད་དེ་ཡིན་ནའི་ང་ཚོའི་ལས་གཞི་ཁག་དེ་གའི་དཔེ་མཛོད་ལས་གཞི་ཁག་དེ་གའི་གལ་ཆེན་པོ་ཞེ་བོ་བརྩིས་ཀྱི་འདུག་ར། འདི་མགྲོན་ཤོག་ཕ་ཕུལ་བ་ནང་བཞིན་བཞིན་ནས་བདག་པོ་འཕེལ་གྱི་འདུག་དེ་ལ་ངས་དངོས་གནས་ཁོ་རང་སྙིང་ཐག་པ་ནས་ད་ཞིག་ཁ་གསལ་བར་ཐུགས་ཆེ་ན་ཞུ་ཡི་ཡིན། དེ་མེད་པ་ཐོག་མར་ང་ཚོའི་གི་ད་ལྟ་སྐུ་མགྲོན་གཞན་པ་དང་ད་བོད་མིའི་སྒྲིག་འཛུགས་ཀྱི་དྲུང་ཆེ་རྣམ་པ་ཨ་ནེ་ལས་བྱེད་འགའ་ཤས་ཤིག་དེ་ཕེད་བསྡད་ཤག་ཨ་འདི་མེད་པས་ཨ་ནི་གསར་འགོད་པོ་ཁ་ཤས་ཤིག་དེ་ཕེབས་ཏེ་ཤ་ཟླ་རི་མི་མང་པོ་དེ་ཕེབས་མི་འདུག་དེ་ཡིན་ནའི་ད་ཕེབས་མཁན་དེ་གའི་ཚང་མ་ལ་ཨ་སྙིང་ཐག་པ་ནས་ཨ་མཐོ་ཞེ་ན་ཞོའི་ཡིན།